ང་རའི་ཉམས་མྱོང་བརྩིས་པ་ཡིན་ནའི། ཉམས་མྱོང་ཞིབ་པོ་དེ་ཡོག་མར་དེ་ཡིན་ནའི་ག་ལ་གང་སེམས་ངོ་ད་ཉམས་མྱོང་ཐོག་ནས་བཤད་པ་ཡིན་ན་ཚིག་དྲུག་ངོ་མ་དེ་བྱང་ཆུབ་སེམས་སྒོམ། སྟོང་ཉིད་ལྟ་བ་སྒོམ་ད་ཨོ་ད་ཚིག་དྲུག་ངོ་མ་རེད། བྱས་ཙང་ཀ་ཁྱང་ཚོ་ད་ཀ་ཁྱང་ཚོ་མང་ཚོགས་ཚོ་ཡིན་ནའི་ཨོ་ད་སྐྱབས་སུ་མཆི་ཟེར་གཅིག་གོ་ལ་མ་ཤར་བ་བྱས། སྐྱབས་སུ་མཆི་སའི་ཡུལ་དེ་གངས་རི་ཆེ་རེད། ཨོ། ད་དེ། སངས་རྒྱས་བཅོམ་ལྡན་འདས། ད་གཙོ་བོར་འདི་འགོང་པོ་ཀླུ་དྲུག་གིས་གང་གི་ཐུགས་བརྩེས་ཉེར་བཟུང་ནས་ལྟ་བ་ཐམས་ཅད་སྤངས་པའི་ཕྱིར་དམ་པའི་ཆོས་ནི་སྟོན་བྱེད་པའི་གོ་དམ་དེ་ལ་ཕྱག་འཚལ་ལོ། ཡང་ན་ལྟ་བ་ཐམས་ཅད་སྤང་ཡག་དེ་དག་ལ་ག་རེ་གསུངས་ཡོད་ཟེར་བ་ཡིན་ན་ཡི་གེ་ཆོས་སྤྱོད་ཀྱི་གང་གི་རྟེན་ཅིང་འབྲེལ་བར་གྱི་འགག་པ་མེད་པ་སྐྱེ་མེད་པ་ཁྱད་པར་མེད་པ་རྟག་མེད་པ་འོང་མེད་པ་འགྲོ་མེད་པ་ཐ་དད་དོན་མེད་དོན་བྱེད་པའི་སྤྲོས་པ་ཉེར་བཞི། གཞི་བསྟན་པ་ཟེར་བ་ད་འདི་གི་ཨ་ད་པའི་ལྟ་བ་ཅིག་ང་རང་ཚོ་བོད་ཀྱི་རང་བཞིན་ཕུང་བར་བྱེད་ཡག་གི་ཕྱིན་ཅི་ལོག་གི་ལྟ་བ་དེ་ཡི་དེ་སེལ་ཡག་དེ་ཨ་ནི་རྟེན་འབྱུང་གི་དེ་ཁོ་ན་ཉིད་ཤེས་དགོས་ཀྱི་རེད་ཟེར་བ་ད་འདི་གསུང་གི་ཡོད་རེད་ད་དེ་འདྲ་ཡིན་དུས་ད་གང་ལྟར་ཁྱེད་རང་ཚོ་དེར་བསྡད་ཡོད་བསྡད་པས་དགེ་འདུན་པ་ཚོ་ཐོག་ལྟ་ཅི་མོད་ཨ་ནི་ཞེས་སྐྱ་བོ་མི་མང་སྤྱི་བྱིངས་སུ་ཡིན་ནའི་ཨ་ནི།

ང་ཚོ་སྐྱེས་པའི་ཁ་ཐུག་ནས་ཁོང་ཁྲོ་ཟེར་འགྱིག་མི་འདུག་ག། སྐྱེས་པའི་ཁ་ཐུག་ལ་ཨ་མས་བྱམས་པོ་ཞུ་བྱས་ཨེ་འདྲ་སྤུ་གུ་དེས་པས་པས་ལུས་ངག་ཡིད་གསུམ་པའི་ཀླུ་སྙིང་ཨ་མ་ལ་གཏད་བྱས། ཀླུ་སྙིང་དྲང་གསུམ་ཨ་མ་ལ་གཏད་བྱས་འདུག་གུ་ཕྱི་ནས་ཕན་ཚུན་བརྩེ་བས་བརྩེ་བའི་འབྲེལ་བ་འདིའི་འོག་ནས་ཨེ་ནི་སྤུ་གུ་ཨེ་ནི་ཡར་ལུས་ཚ་བོང་བྱས་ཨ།

ཨ་ནི་འཛམ་བུ་ལི་འདི་གང་གི། ཅེས་དངོས་ཡོད་གནས་ཚུལ་ལ་ཡང། པའི་ད་མི་མི་གསོད་རེས་གཏོང་ནས་ད་གསོད་རེས་བཏང་ནས་མཐའ་མ། ཆོས་དེ་གསོད་རེས་གཏོང་ཡག་གི་རྒྱུ་མཚན་ལ་བཀོད་ནས། ད་འཁྲུག་པ་རྒྱབ་དེ་ཡང་འདི་སྐད་དེ་གཙོ་བོ་གཙོ་བོ། སེམས་ཀྱི་ཆགས་སྡང་གི་དབང་ལ་བཏང་ནས་ཨ་ནི་བྱུང་བ་རུ་བ་དང། སྤུ་གུ་ཆུང་ཆུང་གི། ཕན་ཚུན་ཆོས་དྲུག་ག་རེ་ཡིན་པ་ཆོས་དད་ཡོད་མེད་དེ་ཤེས་ཀྱི་མ་རེད། སྤུ་གུ་གཉིས་མ་གཏོགས་རྩེད་མོ་རྩེད་བྱེད་དད་དེ་གི་རུ། ཤོད་སོང། ང་ཚོ་ག་ལེ་ག་ལེ་ཡ་ན་རོ་གསུངས་པའི་ཁ་ཐུག་ལ་དབྱེ་ནི་ང་དང་ཁྱོད་ང་ཚོ་དང་ཁོ་ཚོ་ཟེར་ཡག་གི་སྐད་ཆ་རེད་འདུག་ཞེས་ཡང་ལས་བྱས། ཨ་ནི་ང་རང་ཚོ་ཆུ་མཇུག་སྒང་ལ་ཡོད་བསྡད་པའི་བྱམས་བརྩེ་དེ་གཅིག་གྱུར་བྱས་ནས་ལྟ་བསྡད་དེ་ཨི་ནི་ཕ་འགྱུར་བ་ཕྱིན་རྗེས་ཨ་ནི་ང་ཚོ་དང་ཁྱོད་ཚོ་ཟེར་དེ་ཐོག་ནས་རང་ཕྱོགས་ལ་ཆགས་གཞན་ཕྱོགས་ལ་འཐང། རྙོག་དྲ་ཚང་མ་འདི་ཡོང་གི་འདུག་ག། ཟེར་བ་དེ་འདྲའི་ཡིན་དུས་དེ་འདྲའི་གི་ད་རྙོག་དྲ་ཡང་ཡང་དེ་སྣ་དྲངས་ནས་བེང་མ་རེད། གཏོར་མ་བརྒྱབ་ནས་བེང་མ་རེད། རེད་དང་ད་ག་ད་སེམས་ལ་སྦྱོང་བརྡར་བྱས་ནས་སེམས་ལ་སྦྱོང་བརྡར་བྱས་ཟེར་དེ་སྨོན་ལམ་བརྒྱབ་ནས་དཀོན་མཆོག་མཁྱེན་ཟེར་དེ་མ་རེད། བཅོམ་ལྡན་འདས་ཀྱི་གསུང་རྗེས་དྲན་གྱི་ཆོ་འཕྲུལ་ཟེར་གི། བཅོམ་ལྡན་འདས་ཀྱི་སེམས་ཁམས་རིག་པ་དེ་ཞིབ་ཚགས་པོ་ཞུ་ཅིག་གསུངས། ཨེ་ནི་སེམས་ཁམས་རིག་པ་དང་འབྲེལ་བའི་ཐོག་ནས་ཨེ་ནི་ལོ་བཅོ་ཐང་ཞེས་གསུངས་ཤོར་བ་དེ་སྤྱིར་རྒྱ་གར་འཕགས་པའི་ཡུལ་ལ་ཡ་ལོ་སྟོང་ཕྲག་གསུམ་གྱི་གོང་ནས་ཨ་ཧིམ་ས་ཟེར་བ་མེད་པ། ཨེ་ནི་ཀ་རུ་ནཱ་ཟེར་ཡག་གི་ཨེ་ནི་སྙིང་རྗེ། ཨེ་ནི་དེ་ནས་རིམ་པས་རིམ་པས་ཀྱི་རྗེན་གྱི་ཆོས་ལུགས་དང་འཚེ་བ་མེད་པའི་ལྟ་གྲུབ་ཞེ་དགུ་ཅིག་ཤུགས་ཆེན་པོ་རེད།

བྱས་ཟིན་རྒྱ་གར་གྱི་ཟླ་གཅིག་དགུ་པའི་ཆོས་ལུགས་འདི་གའི་འཚེ་མེད་ཞི་བའི་ལྟ་གྲུབ་ལྟ་སྤྱོད་ཧ་ལས་པ་ཡོད་པ་རེད། ད་འདིའི་རྗེས་ལ་ཡང་ཨེ་ནི་སངས་རྒྱས་བཅོམ་ལྡན་འདས་ཕེབས་པ་རེད། འོ་ད་དེ་འདྲའི་གི་འཚེ་བ་མེད་པའི་ལྟ་གྲུབ་ཤུགས་ཆེན་པོ་ཞུ་ཅེས་གསུངས་ནས་དེའི་རིགས་པ་ལ་བརྟེན་ནས་འགྲོ་ཡག་ཅེས་གསུངས་བྱས། ཨོ་དེ་འདྲ་ཡིན་དུས་ད་རྒྱ་གར་ནང་གི་སྟོན་པ་མང་པོ་ཞག་བྱུང་ཡོད་རེད། གྲངས་ཅན་པའི་སྟོན་པ་ནས་བཟུང་བ་བཅས་ཀྱི་སྟོན་པ་མང་པོ་བྱུང་ཡོད་རེད། སྟོན་པ་དེའི་ནང་ནས་ལྟ་གྲུབ་ཀྱི་རྣམ་གཞག་ཞིབ་པོ་ཆེ་ཞིབ་ཚགས་པོ་བྱས་ནས་གསུང་མཁན་དེ་བཅོམ་ལྡན་འདས་གཅིག་པོ་རེད་ཤག། གཞན་ནི་གང་ལྟར་ཨེ་ནི། བཅོམ་ལྡན་འདས་ཀྱི་ནང་པའི་ཆོས་ཀྱི་ནང་ལོགས་ལ་ཡང་སེམས་ཁམས་རིག་པ་འདི་གསུང་གི་ཡོད་རེད། གོ། སེམས་ལ་སོར་བཅུ་བརྒྱབ་དགོས་དུས་ཙཱ་ནན་གྱི་སེམས་ཀྱི་རྣམ་གཞག་དེ་ཤེས་དགོས་རེད་བ། ཆ་དེ་འདྲ་ཡིན་དུས་ཙཱ་ནན། བཅོམ་ལྡན་འདས་ཀྱིས་ལོ་ཉིས་སྟོང་ལྔ་བརྒྱའི་གོང་ལ་ཡང་གསུངས་བཞག་པའི་ཞིག་གི་སེམས་ཁམས་རིག་པ་དང་འབྲེལ་བའི་དེ་འབྲེལ་གྱི་ལྟ་གྲུབ་དེ་དེ་རིང་སྐལ་བཟང་འཛམ་བུ་གླིང་ཚན་ཡོད་ཡར་རྒྱས་ཆེན་པོར་ཕྱིན་པའི་དུས་ཚོད་དེ་ལས་ཨེ་ནི་སེམས་ཁམས་རིག་པའི་སྐོར་ལ་ཡང་ཨེ་ནི་ཚོ་ནང་པའི་སེམས་ཁམས་རིག་པ་ལ་ཡང་ཚུར་ལྟ། སློབ་སྦྱོང་ལེན་ས་ཞིག་ཡིན་དུས་དེ་འདྲ་ཡོང་བསྡད་ཀྱི་འདུག་བ།

ད་ག་ད་ཕྱི་འདུལ་བ་ནས་ཕྱི་འདུལ་བའི་ཨ་ནི་དགེ་ཚུལ་ལུང་གི་སྡོམ་པ་བླངས་ནས་སྡོམ་པ་སྲུང་ཡ་དེ་པཱ་ལིའི་གི་ད་གཞུང་ནས་དེ་གསུང་གི་ཡོད་ར་ལ་པཱ་ལིའི་གི་ཆོས་རྒྱུན་འཛིན་མཁན་ཚང་མ་ལོག་གི་ཞེ་དྲག་ཡག་པོ་རེད་ཤག་ཨ་ནི། དེ་ནས་ནི། འཁོར་ལོ་བར་པའི་གཤེད་ཆེན་གྱི་ཆོས་སྒོ། བར་དུ་ཕྱིན་པའི་གཤེད་ཆེན་གྱི་གཞུང་འདིའི་དེ་ནི། བཅོམ་ལྡན་འདས་ཀྱིས་ལེགས་སྦྱར་བཀའི་མདོ་ལ་ཡང་གསུངས་ནས་ལྟ་སྟེ། མི་རྣམ་དཔྱོད་ཅན་ལ་ཡང་གསུངས་ཤེས་པར་བྱིན། ཅེས་ཤེས་པ་ཉིད་ཀྱི་སྒོ་དག། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་ནས་སྟོང་ཉིད་བཞི་སྐོར་གསུངས་ཡ་དེ། དེ་ཉིད་ངོ་བོ་གཅིག་ལ་ལྡོག་པ་ཐ་དད་སའི་རྟགས་དག་དེ་གསུངས་ཡོང་གི་འདུག་བ།

ས་དེ་འདྲ་ཡིན་དུས་ཙཱ་ནས་ད་ཨེ་ནས་རིམ་པས་རིམ་པས་ཀྱི་ནཱ་ལེནྡྲའི་ཆོས་བརྒྱུད་དེ་དར་བྱས། ད་གང་དག་རིག་པ་རང་གི་གཏན་ལ་ཕབ་ནས་ལུང་གི་རྗེས་སུ་འབྲང་བ་ཙམ་མ་ཡིན་པར་རིག་པ་རང་གི་ཐོག་ནས་དུག་སུ་འདྲ་བྱས་ད་དེ་སངས་རྒྱས་པའི་ཆོས་ཀྱི་ཐུན་མོང་མ་ཡིན་པའི་ད་ཁྱད་ཆོས་རེ་བཞག་ཡིད་བྱེད་ཀྱི་དད་པ་བྱས་ནས་ལུང་གི་རྗེས་སུ་འབྲང་བ་ཙམ་མ་ཡིན་པར་ད་ལྟ་རིག་པས་དཔྱད་པ་བྱས་ནས་ཨེ་ནས་ངེས་པར་འདྲེན་ཡག་ཡོད་བསྡད་པ་ཅིག་ཡིན། ཤ་དེ་འདྲ་ཡིན་དུས་ཙང་ནས་གང་ལྟར་ཨེ་ནི། དེ་འདྲའི་གི་ད་ན་ལེ་འདྲས་ཨེ་ནི་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་ད་འདི་གྱེས་དེ་གི་སྔོན་ནས་རང་ཉིད་ཀྱི་རྨད་དུ་བྱུང་བའི་ལེགས་བཤད་འདི་གྱེས་དེ་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡ། ཀླུ་སྒྲུབ་ཡབ་སྲས་ཀྱི་གཞུང་གཙོ་ཆེ་དེ་གྱེས་དེ་ཚ་མོ་ལོ་བུད་ཡིན་ནང་ལ་ཡོད་བསྡད་པ་རེད། ཡོད་པ་གསུང་དུ་མ་གསལ་བས་ང་ཚོ་སློབ་སྦྱོང་བྱེད་ཡག་གི་གཞུང་ལ། བསྟན་གྱི་ཡོད་རེད་ཟེར་དེ་འདྲ་ཡིན་དུས་ཙང་ནས་ད་ལྟ་ང་ཚོ་ད་རིག་ཁེ་སེར་དུས་ཚོད་ལ་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཐོས་བསམ་སྒོམ་གསུམ་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་འཛིན་སྐྱོང་སྤེལ་གསུམ་བྱེད་ངེས་དེ་བོད་པ་གཅིག་གོ་རེད་ཤག་སྔ་མོ་ཡིན་ན་སོག་པོ་ཞེ་དྲག་ཡག་པོ་ཡོད་རེད་ད་བར་སྐབས་དེའི་ཉམས་ཚར་རེད་ད་ད་རིག་ཁེ་སེར་དུས་ཚོད་ལ་བོད་གཅིག་གོ་རེད་ཤག་ཨེ་ནི་ཧི་མ་ལ་ཡའི་རི་རྒྱུད་དེ་ཡིན་དེ་གང་ལྟར་བོད་ཀྱི་སངས་རྒྱས་པའི་ཆོས་དེ་གི་རྗེས་སུ་འཇུག་མཁན་གཅིག་གྱུར་ཆགས་ཏེ་ཡོད་རེད། གཅིག་སློབ་གཉེར་གྱི་ཐོག་ལ་དེ་ཙམ་རང་ད་ཤུགས་བརྒྱབ་ནས་ཡོད་མ་རེད། ད་ཡིན་ནའི། ཨེ་ནི་ང་རང་རང་གི་དཔེ་དེ་ཆོས་འབྲེལ་དངོས་སྟོབས་ཀྱི་བླ་མ་ཨེ་ནི་གལ་ཆེ་ཆེ་སྐུ་མདུན་བླ་མ་རིན་པོ་ཆེ་ཡུལ་ཕྱོགས་དུ་བ་ནས་ཕེབས་པ་རེད། ཨེ་ནི་རྒན་རིག་འཛིན་བསྟན་པ་ཡུལ་ཕྱོགས་དུ་བ་ནས་ཕེབས་པ་རེད་བསམ་གྱི་མི་ཁེལ་བ་རེད། ཚུལ་ན་དེ་འདྲ་ཡིན་དུས་ད་ཧི་མ་ལ་ཡའི་རི་རྒྱུད་དེ་ཡེ་དེ་གིས་ཨེ་ནི་ནཱ་ལེནྡྲའི་ཆོས་བརྒྱུད་དེ། བོད་པ་བོད་རིགས་ཀྱི་ད་ག་ན་ང་ཚོ་སངས་རྒྱས་ཀྱི་བསྟན་པ་འདི་གཅིག་གྱུར་ཆགས་ཞེས་བསྡད་དེ་ཡོད་རེད་ས་འདི་འདྲ་ཡིན་དུས་ད་ག་ད་ནཱ་ལེནྡྲའི་ཆོས་བརྒྱུད་དར་རྒྱས་དངོས་གནས་དྲང་གནས་ཀྱི་ཆོས་བརྒྱུད་པའི་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་འཛིན་མཁན་དེ་བོད་པ་གཅིག་པོ་རེད་དེ་ང་ཚོ་བོད་མི་རིགས་ཀྱི་གཟི་བརྗིད་བཤད་ཐུབ་པ་ད་ཤེས་སོང་ང་འཛམ་བུ་གླིང་འདི་ག་ལ་ནང་པ་དུང་ཕྱུར་མང་པོ་འབྱོར་བ་རེད་དེ་ཡིན་ནའི་དེ་འདྲའི་གི་ད་འཁོར་ལོ་དང་པོ། ཨེ་ནི་འཁོར་ལོ་བར་པ་ཨེ་ནི་འཁོར་ལོ་ཐ་མ་སྲིན་འདི་ཡི་འདི་གི་བའི་དགོངས་དོན་པས་མ་འདྲེས་པ་ཆད་ནི་བ་ཅིག་བཤད་རྒྱུ་ཡོད་དམ་བཤད་པ་ཙམ་མ་ཡིན་པའི་སྒོམ་ནི་ཨེ་ནི་ཅིག་སེམས་ནང་ལོག་ལ་ཡ་གོ་མྱོང་ཟུང་འབྲེལ་བྱས་ནས་འདུག་གསུངས་གྲ་ཡོད་པ་དེ་ཕལ་ཆེར་བོད་པ་གཅིག་གོ་རེད། ཆ་དེ་འདྲ་ཡིན་དུས་ང་རང་ཚོ་ད། ང་ཚོ་ཆབ་སྲིད་ཀྱི་ཐོག་ནས་ང་ཚོ་བཙན་བྱོལ་བ་ཆགས་བསྡད་ཡོད་རེད། རེད་དེ་ཡིན་ནའི་ད་ང་ཚོ་དེ་རྒྱ་གར་མི་ཕ་བཀའི་ཡུལ་ཟེར་ནས། དང་པོའི་བའི་ང་ཚོ་བོད་ཀྱི་སློབ་གཉེར་བྱེད་ཡག་གི་ཆོས་དེ་ཡིན་དེ་འབྱུང་ཁུངས་རྒྱ་གར་རེད། ཆ་དེ་འདྲ་ཡིན་དུས་ཨེ་ནི། དེ་ད་ང་ཚོ་ལུང་པ་འདི་ད་ང་ཚོ་ནཱ་ལེནྡྲའི་ཡོད་ས་དང་བཅོམ་ལྡན་འདས་ནི་ཆོས་འཁོར་བསྐོར་ནས་མཛད་ས་དེ་ད་རྒྱ་གར་ལུང་པ་དེ་རིག་ས་དེ་འདྲ་ཡིན་དུས་ད་སྤྱི་ཚང་རྒྱ་གར་ཚོའི་རང་བཞིན་གྱི་མི་ཆོས་དད་ཡོད་བསྡད་པ་ཅིག་ད་ཨེ་ནས་གཙོ་ཆེ་ཤོས་འཚེ་བ་མེད་པ་དང་བྱམས་བརྩེ་ས་དེ་ལོ་སྟོང་ཕྲག་སུམ་བརྩི་གོང་ནས་ད་ཡོད་བསྡད་པ་ཆགས་བསྡད་དུས་ད། ང་ཚོས་རྒྱ་གར་བའི་རིག་གཞུང་ནི་ཉམས་པ་སོ་ཅུང་མི་ཉམས་གོང་བས་ང་ཚོས་ད་བྱེད་ཀྱི་ཡོད་རེད། ཁྱེད་རང་དང་ང་རང་ཚོ་ཕྱོགས་གཅིག་ནས་བཙན་བྱོལ་བ་རེད་དེ། གཉིས་གཉིས་ནས་ང་ཚོ་ལུང་པ་འདི་ཕ་མེས་ཀྱི་ད་ནང་པའི་ཆོས་དེ་དེ་ཡོང་ས་དེ་རྒྱ་གར་ཆགས་བསྡད་པ་རེད། ཀླུ་སྒྲུབ་ཡབ་ས་ལ་སོགས་པ་དེ་ཚང་མ་ལོ་རྒྱ་གར་ཞིག་དག་རེད། ས་དེ་འདྲ་ཡིན་དུས་ད་ང་ཚོ་ཡུལ་དེ་ཕྱོགས་གཅིག་ནས་ང་ཚོ་བཙན་བྱོལ་བ་རེད་དེ། ཕྱོགས་གཉིས་ནས།

ང་ཚོ་བཙན་བྱོལ་བ་འདྲ་འདྲའི་ནང་ནས་མེ་འདྲ་སེ་གི་ད་བསྟི་གནས་དེ་འདྲའི་ཅིག་ང་ཚོ་ཚུགས་ཆེ། ང་ཚོ་བོད་མི་བཙན་བྱོལ་བ་དེ་ཡེ་འདི། ངོ་ནས་རང། ཅིག་མཛའ་བོ་གི་བསྟི་ག་ལ། བཅོམ་ལྡན་འདས་ཀྱི། ཨེ་ནི་ཆོས་རྒྱུད་ལྷག་པར་དུ་ཡ་དཔལ་ནཱ་ལེནྡྲའི་མཁས་པའི་དབང་པོ་ཚོའི་གཏན་ལ་ཕབ་ཤར་བའི། ཅིག། དབུ་ཚད་ཟུང་འཇུག་ལམ་ནི་ལབ་ཏུ་དབུ་རེད། ཟབ་མོ་དབུ་མའི་ལྟ་བ་དང་ཚད་མ་རིག་པ་མཉམ་འགྲོགས་ཏུ་འགྲོ་བདེ་ཡག་ཅིག། དེ་དང་བ་ད་དེ་འདྲའི་འདི། ང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པ་དེ་དག་ད་རིག་སྐྱག་ས་གཞི་ནས་ཅིག་འཛམ་བུ་གླིང་འདི་ག་ལ་ཆེ་གི་ཤེས་ཡོན་ཅན་ཚོས་གཞི་ནས་དོ་སྣང་བྱེད་ཡག་ཅིག་གི་གོ་ཆག་བསྡད་ཀྱི་ཡོད་རེད། ཆོག་དཱ།

ག་སོགས་རེད། དོན་དག་གཅིག་གོ་མ་རེད་མི་འདུག། ཇི་ཙམ་གྱི་སེམས་པ་བཟང་པོ་ཡོད་ན་གསུང་སེམས་སྐྱིད་པ་ཡོད་རེད། ཆ་འདི་འདྲ་ཡིན་དུས། ང་རང་ཚོ་མི་ཚང་མ་ལོ་སོ་སོ་རྩ་ཆེན་པོ་བརྩིས་ནས་བདེ་སྐྱིད་འདོད་མཁན་ཞིག་གཏང་རོགས། ད་བདེ་སྐྱིད་ངོ་ཐོག་འདི་སེམས་ཀྱི་བདེ་སྐྱིད་རེད། སེམས་ཀྱི་བདེ་སྐྱིད་ཡོང་ཡག་གི། འགལ་རྐྱེན་འདི་ག་རེ་སུ་ལབ་ན་རང་གཅེས་འཛིན་དང་བདེན་འཛིན་གཉིས་ཀྱི་བྱེད་ཀྱི་འདུག་ཨ། བྱས་ཙང་ཀ་སེམས་ཀྱི་བདེ་སྐྱིད་ཀྱི་འགལ་རྐྱེན་གཙོ་བོ་རང་གཅེས་འཛིན་དང་བདེན་འཛིན་གཉིས་པོ་དེ་གི་བྱེད་ཀྱི་ཡོད་པ་ཡིན་དུས་དེའི་སྨན་ཟས་ནི་བེང་མ་རེད། སྔགས་གྲངས་ནི་བེང་མ་རེད། དོན་གང་ལྟར་ཡིན་ནི་བདེན་འཛིན་གྱི་བྱེད་ཐབས་བཟུང་བ་ནང་བཞིན་ཆོས་རྣམས་བདེན་པར་གྲུབ་མེད་པ། བདེན་པར་གྲུབ་ཡོད་ན་རྟགས་དོན་བཙལ་ན་གསལ་རུ་གསལ་རུ་གསལ་རུ་འགྲོ་ག་ལ་དེ་རྟགས་དོན་བཙལ་ན་ཁྱོད་ནི་ཉལ་ཡ་མི་འདུག་ག་ཚད་དེ་འདྲས་ཡིན་དུས། ཀློག་རེ་ཡ། ཆོས་རྣམས་དོན་གྱི་ངོས་ནས་ཡོད་པ་ལྟ་བུ་ཞིག་སྣང་ཡོང་གི་ཡོད་རེད་སྣང་བ་ལྟར་དུ་འདི་རེད་བསམ་ནས་དྲན་ཏེ་ངས་ད་དེ་ཨེ་ནི་བདེན་འཛིན་ཟེར་གྱི་ཡོད་རེད་ཟེར་དེ་འདྲ་ཡིན་དུས་ཙང་ནས་དེ་བདེན་འཛིན་ཡོད་ན་སྟག་སྟོན་བཙལ་ན་ཟེར་ཟེར་འགྲོ་དཀའ་ཞེས་དེ་ཡོད་མ་རེད། ཕ་ཕ་བ་བཙལ་ཡོང་དུས་དེང་སང Quantum Physics ཐོག་ནས་དག་རར་གཤེགས་འདུག་བ་ཕྱི་དངོས་པོའི་ཡུལ་ཕྱི་དངོས་པོའི་གཟུགས་ཅན་གྱི་ཆོས་དེའི་བར་བཙལ་ན་གཉིས་ཡང་མེད་བསྡད་པར་བསྡད་ཀི་ཐག་རེད་ཨེ་ནི། རང་འཛིན་རྟོག་པ་ཡོད་མེད་གང་ན་འགྲོ་བསྡད་ཀྱི་འདུག་ཟེར་ནས་ཚན་རིག་པས་འདི་བཤད་ཀྱི་ཡོད་རེད། བྱ་ཚང་འོ་ད་ང་ཚོས་འདི་བཤད་ཡག་འདི་ཨེ་ནི་ཚུལ་མིན་གཞིག་གི་རྣམ་རྟོག་གི་སྒྲོ་བཏགས་ཡག་གི་གཞི་མ་དེ་ཡུལ་གྱི་ངོས་ནས་ཡོད་པ་ནང་བཞིན་བྱས་ཡུལ་གྱི་ངོས་ནས་ཡོད་པ་ཞིག་གནང་གི་ཡག་རེད་གནང་མ་ཐག་ཏུ་ཕུད་ཀའི་འདུག་ཟེར་ཡག་གི་སྐད་ཆ་དེའི་ཐོག་ནས་ཨེ་ནི་ཨ་འཐས་ཀྱི་འཛིན་པ་དེ་ལེགས། ཨོ། ཨེ་ནི་ཚུལ་མིན་གཅིག་གི་རྣམ་རྟོག་གི་སྒྲོ་བཏགས་ནས་ཨེ་ནི་ཆགས་སྡང་སྐྱེ་བ་དེ་སེལ་བར་ཞུགས་འདུག་ག། ཟེར་དེ་འདྲ་ཡིན་དུས་བདེན་འཛིན་གྱི་རྙོག་དྲ་གཅིག་བཟོ་གི་ཡོད་རེད་ཀོ། བདག་མེད་རྟོགས་པའི་ཤེས་རབ་དེ་གིས་ད་ལྟ་མཉེས་པོ་བྱས་ཡོང་གི་ཡོད་རེད། ཨེ་ནི་དེ་ནས་ཕྱོགས་གཅིག་ནས་རང་གཅེས་འཛིན་གྱི་ངང་སེམས།